རྣམ་ཐར་ཟེར་ཡ་དེ་མི་གཅིག་གིས་དེ་ག་ས་ལོ་རྒྱུས་བཤད་བསྡད་པ་ཁོ་སྐྱེ་བའི་སྐབས་སུ་མེ་ཏོག་ཆར་པ་བབས་པ་རེད་འོ་མ་འཁྲུངས་པ་རེད་ག་གཅིག་གཅིག་ཅེས་བྱས་པ་རེད་ས་འགུལ་རྒྱུགས་པ་རེད་ཟེར་ཡ་དེ་འདྲའི་སྐད་ཆ་དེ་རྣམས་མ་རེད་རྣམ་ཐར་གྱི་ཆེ་བ་ཟེར་ཡ་དེ་བླ་མེད་ཀྱི་དང་པོ་ཆོས་ཉམས་སུ་ལེན་ཚུལ་བར་དུ་དཀའ་བ་སྐྱེས་ཚུལ་དཀའ་བ་སྐྱེས་ནས་ཆོས་དེ་སེམས་ཅན་བསྟན་པ་དང་སེམས་ཅན་གྱི་དོན་དག་ལ་ཡང་ཕན་པ་རྒྱ་ཆེན་པོ་གང་རེ་བྱུང་ཡོད་པའི་ལོ་རྒྱུས་དེ་རྣམ་ཐར་ཟེར་ཐོས་ཡོང་དུས་དེ་ལྟ་བུའི་གི་ལོ་རྒྱུས་དེ་ལྟ་ཞེ་ས་མ་ཞུ་ན་ལོ་རྒྱུས་ཅི་རེད་མི་གཅིག་གི་མི་ཚེའི་ལོ་རྒྱུས་རེད་དེ་མི་ཚེའི་ལོ་རྒྱུས་དེ་ང་ཚོའི་རྣ་བ་ལ་ཐོས་ཡོང་དུས་ཨ་ཙི་བསམ་པ་གཅིག་གི་ཡིད་ལ་དང་བའི་དད་པ་འདོད་པའི་དད་པ་ཡིད་ཆེས་པའི་དད་པ་སྟེ་དད་པ་རྣམ་གསུམ་གཙོ་བོར་བརྗོད་པའི་གི་མོ་གུ་ཐང་ལོན་མེད་པ་ཞིག་སྐྱེ་ཐུབ་ཡག་གི་ལོ་རྒྱུས་ཅིག་ཡོད་ན་དེ་རྣམ་ཐར་གྲས་ལ་བཀྲུ་ལུགས་ཡོག་རེད་མ་གཏོགས་དེ་ག་ཚོད་ཁོ་ཡག་གཅིག་ཕྱིན་པ་རེད་གཉིས་བྱས་པ་རེད་གསུམ་བྱས་པར་ཟེར་ནས་ལོ་རྒྱུས་བཤད་ན་དེ་རྣམ་ཐར་གྲས་ལ་འགྲོ་གི་ཡོད་མ་རེད་ག་རེ་ཟེར་ན་ལོ་རྒྱུས་དེ་ཐོས་པའི་རྒྱུས་རྣམ་པར་གྲོལ་དགོས་གི་ཡོག་རེད། ལོ་རྒྱུས་དེ་ཐོས་པ་ལ་བརྟེན་ནས་རྒྱུད་རྣམ་པ་མཐར་བསྒུག་གི་ཡོད་རེད། འོན་ཏེ་རེད་དེ་འདྲ་ཡིན་དུས་ཅིག་གི་རྗེ་བཙུན་མི་ལྷ་རས་པའི་གསུང་བ་ལྟ་བུ་ཆོས་ཕྱིར་དཀའ་བར་སྤྱད་པ་ལ་བསོད་ནམས་དཔག་ཏུ་མེད་པ་ཡོད་དེ་ལ་འཇུག་ཅིང་བསྐུལ་བ་ལ་བཀའ་དྲིན་དཔག་ཏུ་མེད་པ་ཡོད་མི་ཁོ་བོའི་རྣམ་ཐར་ཐོས་པ་ལ་བྱིན་རླབས་དཔག་ཏུ་མེད་པ་ཡོད་ཟེར་བ་དེ་མི་ཁོ་བོའི་རྣམ་ཐར་དེ་མི་ལྷ་རས་པའི་རྣམ་ཐར་ཐོས་དུས་བྱིན་རླབས་ཡོད་པའི་རྒྱུ་མཚན་ག་རེ་ཟེར་ན་མི་ལྷ་རས་པའི་གི་ཁ་ནས་བཤད་པ་དང་ཁོང་གི་ལག་ལེན་གཉིས་དེ་གཅིག་པ་ཐོག་ནས་ཕྱིན་པ་རེད། ང་ཚོ། ད་ང་ཚོ་ཟེར་ཡ་མི་འདུག་ང་འདྲ་བོ་ཆ་བཞག་པ་ཡིན་ན། ཁ་ནས་བཤད་པ་དང་ལག་ལེན་འཐུང་གི་ཡོད་མ་རེད་ཁ་ནས་སྙན་པོ་བཤད་ཤེས་ཀྱི་ཡོད་རེད་གཅིག་རེད་གཉིས་རེད་ཟེར་ལྟ་བ་མཐོན་པོ་སྒོམ་མཐོན་པོ་སྤྱོད་པ་མཐོན་པོ་མང་པོ་ཅིག་བཤད་ཤེས་ཀྱི་ཡོད་རེད་དེ་ལག་ལེན་ནང་ལ་ཚུད་ཀྱི་མེད་པ་ཡིན་དུས་འཇིག་རྟེན་དཔའ་མགོ་བསྐོར་ཡ་ལས་སླ་བོ་རེད་ཨ་ཙི་སྐུ་ཞི་བོ་ཅིག་ཡིན་ས་རེད་རྣམ་ཐར་བཟང་པོ་ཡོད་ས་རེད། སྒོམ་བསྙེན་སྒྲུབ་ལ་བརྩོན་པོ་ཡོད་ས་རེད་ཉམས་ལེན་ལ་བརྩོན་པོ་ཡོད་ས་རེད་མཁས་པ་ཡིན་ས་རེད་གྲུབ་ཐོབ་ཡིན་ས་རེད་དཔའ་འདྲེ་ལྟ་ཡིན་ས་རེད་ལོ་ཙཱ་བ་ཡིན་ས་རེད། རྣལ་འབྱོར་པ་ཡིན་ས་རེད་བསམ་ས་འདྲ་བོ། འཇིག་རྟེན་པ་ལ་མགོ་བསྐོར་ཡ་ལས་སླ་པོ་རེད་བ། ཡིན་ན་ཡང་དེའི་ཕན་གྱི་ཡོད་མ་རེད། གཙོ་ཆེ་ཤོས་དེ་ཇོ་བོ་བཀའ་གདམས་པའི་གདམས་ངག་གི་ནང་ངོ་ལ་ཡ་གཅིག་གིས་སོ་སོ་སོ་སོ་གཅིག་པུ་བསྡད་པའི་སྐབས་སུ་རང་གིས་རང་མ་ཁྲེལ་བ་ཅིག་དང་རང་གིས་རང་ངོ་མ་ཚོར་བ་ཞིག་བྱུང་བ་ཡིན་ན་རྣམ་ཐར་བཟང་པོ་དེ་རེད། གཞན་གྱི་རྣམ་ཐར་བཟང་པོ་ལ་ངོས་འཛིན་ཡོད་ཀྱང་རུང་ངོས་འཛིན་མེད་ཀྱང་རུང་རྣམ་ཐར་བཟང་པོ་རེད་ཟེར་ལབ་ན་འདྲ་རྣམ་ཐར་ངན་པ་རེད་ཟེར་ལབ་ན་འདྲ་དེ་ལ་རེ་ལྟོས་བྱེད་དགོས་ཡ་མི་འདུག་དེ་ལ་རེ་དོགས་ཡང་དགོས་ཡ་མི་འདུག་སོ་སོ་སོ་སོ་གིས་རྒྱུའི་རྣམ་པར་ཐར་ཐུབ་ན་ད་རྣམ་ཐར་དེ་རང་ཆགས་འདི་གི་ཡོད་རེད།